ད་ཆ་ང་ཚོ་བློ་ཆགས་ས་ཞིག་ཡོད་རེད་བ། འོ་དེ་བློ་ཆགས་ས་ཀྱི་སུ་མཛེས་པ་ཟེར་ཏེ་ག་བ་འདུག། ཡུལ་གྱི་སྟེང་ལ་མཛེས་པ་ཟེར་ཡ་དེ་ག་འདྲ་ཅིག་གྲུབ་བཞག། བློ་ཡི་བར་ཉེ་བར་བརྟག་ཙམ་མ་ཡིན་པར་དོན་ལ་ད་ནི་མཛེས་པ་ཟེར་ཡ་དེ་ག་འདྲ་ཅིག་འདུག། གལ་སྲིད་དེ་མཛེས་པ་ཡོད་པ་ཡིན་ན་མཛེས་པ་དེ་ཕེ་ན་ངོ་བོ་ཉིད་ཅིག་དང་རྟག་པར་ཡོད་པ་ཡིན་ན། ངས་མཛེས་པར་མཐོང་བ་དེ་གཞན་གྱིས་ཡང་མཛེས་པར་མཐོང་དགོས་ཀྱི་རེད་བ་སུས་ཀྱང། སྔར་ཟིན་ན་མཛད་པ་ངོ་བོ་ཉིད་ཀྱིས་གྲུབ་ཟིན་པ་རེད། མཛད་པ་ཟད་དེ་ང་རང་ཚོ་བློས་ཀྱི་བཏགས་པ་ལ་བརྟེན་ནས་གང་ཟག་མི་འདྲ་བ་ལྔ་ཡོད་ན། འོ། འདུ་ཤེས་ཡང་ལྔ་ཡོང་གི་ཡོད་རེད། ལ་ལས་མཛད་པ་མཐོང་གི་ཡོད་རེད། ལ་ལས་མ་མཛད་པ་མཐོང་གི་ཡོད་རེད། འོ་དེ་བྱེད་པར་འགྲོ་གི་འདུག་དགྲ་ཡིན་ན་དེ་རེད་བ། ང་ཚོའི་གླུ་དང་ཞབས་བྲོ་ལ་སོགས་པ་འཐེན་ཡོང་དུས་ལ་ལས་དེ་སྙན་པོ་འདུག་ཟེར་གྱི་ཡོད་རེད་ལ་ལས་སྙན་པོ་མི་འདུག་ཟེར་གྱི་ཡོད་རེད་དེ་ཟེར་དགོས་ཡ་དེ། སྙན་པ་སྙན་དང་མ་སྙན་ཟེར་ཡ་དེ་ཡུལ་གྱི་སྟེང་ན་མ་གྲུབ་བ་རེད་བདེན་པར་མ་གྲུབ་བ་རེད། འོ་དེ་ང་ཚོ། སྤྱིར་བཏང་ང་ཚོ་མཐའ་མ་པའི་བསམ་བློ་ནང་ལ་ཡང་བཏང་ལ་ཡང་བཏང་ཐུབ་ཡ་བྱེད་འདུག་ག། དེ་དྲི་མ་ཡིན་ན་ད་ག་རེད་བ། པོས། པོས་ལ་ལ། ང་ཚོའི་དྲི་མ་ཞིམ་པོ་འདུག་ཟེར་གྱི་ཡོད་རེད་ལ་ལ་ཀི། འོ་དེ་དྲི་མ་ཞིམ་པོ་མི་འདུག་ང་གནོད་སོང། སྣ་ལ། སྣ་ལ་ཡང་ནད་བཟོས་སོང་ཟེར་ནས་བཤད་ཀྱི་འདུག་ག། ལ་ལ་དུ་བ་ནང་ལ་བསྡད་ཐུབ་ཀྱི་འདུག་ག། དུ་བ་དང་དུ་བའི་ནང་ལ་སྐྱིད་པོ་ཞིག་འདེགས་འདུག་བ། ལ་ལ་དུ་བ་ནང་ལ་བསྡད་ཐུབ་མི་འདུག་བ། དེ་འདྲ་ཡིན་དུས་སེམས་ཅན་མོས་པ་སྣ་ཚོགས་རེད། སེམས་ཅན་གྱི་འདུ་ཤེས་སོ་སོ་རེད། ཡིད་ལ་བྱེད་པའི་བསམ་བློ་འདུ་ཤེས་ཡང་མང་པོ་ཡོད་པ་ཡིན་དུས། ང་ཚོ་རྟག་པ་བརྟན་པ་སེང་ཆེན་གང་ཡང་ཡོག་མ་རེད། བདེན་པ་ཟེར་ཡག་དེ་ཡོག་མ་རེད་ད་དེ་དང་དེ་འདྲ་བའི་བསམ་བློ་ཅིག་བཏང་ན། ད་ནི་ཞེ་སྡང། འདོད་ཆགས་ཕྲག་དོག་ལ་སོགས་པའི་བློ་མང་པོ་ཅིག་ང་ཚོར་སྐྱེ་ཉེ་བར་སྐྱེས་ཏེ་ཡོད་རེད་ད། ཞེ་སྡང་ལྟ་བུ་ཅིག་སྐྱེས་ཡོད་འདུག་ཡང་ཞེ་སྡང་ཟེར་ཡ་དེ་དང་པོ་ག་ནས་ཡོང་གི་འདུག་དེ་ལས་ལྷག་པ་འདུག་བ། ད་སྟོང་ཉིད་སྐད་ཆ་ཡོད་མ་རེད་ད་འདི་སྐབས་སུ་རེད་འདུག་བ། ཞེ་སྡང་དེ་དང་པོ་ག་ནས་ཡོང་གི་འདུག་ད་ནས་དང་པོ་བྱུང་ས་ཀྱི་ཁུངས་དེ་ལ་བརྟག་དཔྱད་ཅིག་བཏང། ཡོད་འདུག་ག་དེ་ནས་ད་ལྟ་ཞེ་སྡང་འདུག་ཟེར་བ་ད་ལྟ་ཞེ་སྡང་འདུག་ཟེར་གྱི་ཡོད་རེད་དེ་ཞེ་སྡང་དེ་ག་བ་འདུག་ལུས་ཀྱི་ཕྱི་ནང་བར་ག་བ་འདུག་རྩད་གཅོད་ནན་ཏན་གྱིས་བྱས་ནས་ཞིབ་འཇུག་ནན་ཏན་གྱིས་བྱེད་དགོས་རེད་ད་མི་འདུག་ཟེར་ལབ་པ་ཡིན་ན་འོ་ན་མེད་ན་ཁྱེད་རང་ད་གིན་འདུག་ཟེར་བ་རེད་ད་ལྟ་བརྟག་དཔྱད་བཏང་འདུག་མི་འདུག་ཟེར་བ་ཚོ་ད་གིན་ཡོད་བཞིན་པ་དེ་ད་ལྟ་ག་བ་བརླག་པ་རེད་ག་བ་ཕྱིན་པ་རེད་འགྲོ་སའི་ཡུལ་དེ་ག་བ་རེད་ཨོ་དེ་འདྲས་ཟེར་ནས་ད་དེ་ལ་སོགས་པ་དང་པོ་མི་དགེ་བའི་རྣམ་རྟོག་རགས་པ་བྱས། དེ་ནས་མི་དགེ་བའི་རྣམ་རྟོག་ཅུང་ཕྲ་མོ་བྱས། ད་དེ་ནས་དགེ་བའི་རྣམ་རྟོག་བྱས། རེད་འདུག་ག། དགེ་བའི་རྣམ་རྟོག་རགས་པ་བྱས་དེ་ནས་དགེ་བའི་རྣམ་རྟོག་ཕྲ་མོ། ད་ལུང་མ་བསྟན་གྱི་རྣམ་རྟོག་མང་པོ་ཡོད་རེད་བ། ལུང་མ་བསྟན་གྱི་རྣམ་རྟོག་ཡོད་རེད་དེ་ཚོ་ལ་ཡང་བསམ་བློ་བཏང་ཡ། ད་དགེ་བ་ཡིན་ན་དད་པ་ལ་ཡ་དད་པ་སེལ་ལ་རྣམ་རྟོག་དེ་ལ་ཡང་ཞིབ་འཇུག་བྱས་ཡ། བརྟག་དཔྱད་བཏང་ཡ་ལ་སོགས་པ་མདོར་ན་རྣམ་པར་རྟོག་པའི་ཚོགས་མང་པོ་ཞིག་སྐྱེ་གི་ཡོད་པ་དེ། དེ་ག་ཚད་བཏང་སྙོམས་བྱས་ནས་རེད་བ་དེ་ག་ཚད་ཡལ་བར་དོར་བཞག་པ་མ་ཡིན་པ་འོ་རྣམ་རྟོག་དེ་ཚོ་ཐམས་ཅད་དེ་ང་ཚོའི་གོ་སྐབས་སེམས་བྱས་ནས་རྣམ་རྟོག་གང་དང་གང་སྐྱེས་པ་དེ་གོ་སྐབས་ལ་བཟུང་བྱས་ནས་རྣམ་རྟོག་དེ་ཡི་སྟེང་ལ་ཡ་མཚན་གྱིས་བཞག་སྙམ་པར་བཞག་དེ་ནས་རྣམ་རྟོག་དེ་ཡི་ངོ་བོ་དེ་ག་འདྲ་ཞིག་འདུག་ང་ཚོའི་གི་བདེན་པ་འདུག་ཟེར་གི་ཡོད་རེད་བདེན་པ་འདུག་དང་མི་འདུག་བཏང་ཅིག་བཏང་ནས་བདེན་པ་འདུག་ཟེར་ཐག་བཅད་པ་མ་གཏོགས་དེ་ག་ཚད་བག་ཆགས་ཀྱི་དབང་གིས་བདེན་པ་འདུག་ཟེར་ལབ་བཞག་པས་ཡོང་ཐུག་གི་ཡོད་མ་རེད་བ། སེམས་ལ་རྩེད་ལྟར་སྐྱེས་ཟེར་དུས་དེ་འདྲ་ཞིག་རེད་དགོངས་མི་སྲིད་ན་ཡང་དེ་རེད་དགོངས་མི་ཡག་ཤོས་རེད། རེད་དོ། ལྷ་དགོངས་པ་ལ་སོགས་པ་དང་ཡི་དམ་དགོངས་པ་ལ་སོགས་པ་དེ་ཚོ་ཕན་ཡོན་ཆེན་པོ་རེད་དེ་དེ་ཚོའི་གི་གནས་ཚད་ལས་ཡང་སླེབས་ཡ་ལ་ལྷ་དགོངས་པ་དཀྱིལ་འཁོར་དགོངས་པ། བསྐྱེད་རིམ་དགོངས་པ་རྫོགས་རིམ་དགོངས་པ་དེ་ཚོ་དེ་དེ་གནས་ཚད་མཐོན་པོ་རེད། དེ་འདྲ་ཅིག་གི་ཡོང་ཡ་ལ། ཡི་དམ་ལྷ་ཡི་བསྐྱེད་བཟླས་ལ་སོགས་པ་བསྐྱེད་རྫོགས་སྒོམ་ཡ་ལ་དང་པོ་སེམས་ལེགས་སོ་རུང་བ་དགོས་གི་འདུག་བ། སེམས་ལས་སུ་རུང་བ་བཅས་བཟོད་ནས་སེམས་དེ་རྣམ་པར་དག་པ་དང་སྐྱོན་ཀྱང་དྲི་མེད་ཀྱི་མ་བསླད་པ། ཅེས་ཀྱི། སེམས་ཁོ་རང་གི་རང་བཞིན་ཏེ་དག་པའི་རང་བཞིན་གཅིག་དང། འདུ་ཤེས་གཅིག་ཡིན་ན་ཡང་འདུ་ཤེས་ཕྱིན་ཅི་ལོག་པ་ནས་ཚུར་ཁ་བསྒྱུར་ནས་འདུ་ཤེས་ཡང་དག་ཅིག་ལ་གནས་ཐུབ་ན། ཨོ་ཞེས་ལྷག་གིས་ཤིག་ཏིང་ཅན་དེ་ནས་ཡ་ཡ་ཡ་ལེ་ཡོད་དོ་དེ་ནས་ཀྱང་ངོ། ཕྱག་རྒྱ་ཆེན་པོའི་གནས་ལུགས། རྫོགས་པ་ཆེན་པོའི་གནས་ནི་དུ་བའོ། བསྐྱེད་རིམ་དང་རྫོགས་རིམ་ལ་སོགས་པ་ལམ་རིམ་པ་གཉིས་ཀྱི་རྣལ་འབྱོར་བའི་ཏིང་འཛིན་སེམས་གསོ་ཡོང་བ་ལས་སླ་བོ་རེད། ཞེ་དྲག་ལས་སླ་བོ་རེད་དེ་འདྲ་ཡིན་དུས། ང་ཚོ་སྒོམ་རྒྱ་ཡ་དེ་ད་ད་རིང་སྤྱིར་བཏང་ང་ཚོ་ཉི་མ་ཐ་མ་འདྲ་བོ་ཆགས་ཀྱི་ཡོད་རེད་བ། ད་ང་ཚོ་བགྲོ་གླེང་གི་དུས་ཚོད་དེ་ཉི་མ་ཐ་མར་ཆགས་ཀྱི་ཡོད་རེད། ཏེ་དུས་ཚོད་དེ་ནི་མགྱོགས་པོ་ཞིག་པོ་ཆེ་འགྲོ་སོང་ཨ། མ་གཅིག་ཤེལ་ཁ་ཆེ་རྣམ་པ་ཚོ་གེ་ཆེ་སེང་ཁ་ཆེ་གཅིག་གིས་ཚ་ཚ་འུར་འུར་བྱེད་ཁ་ཆེ་བཞུགས་པ་རེད་ད་དུས་ཚོད་དེ་དེ་འདྲའི་ཞིག་ཕྱིན་པ་རེད་དེ་ཡང་མི་རྟག་པའི་འདུ་ཤེས་སྐྱེ་དགོས་བ་རེད་བ། ང་ཚོ་ཉི་མ་བཅུ་བསད་དུས་བརྩམས་པ་ལ་རྨི་ལམ་འདྲ་བོ་ཅིག་ད་ལྟ་འདུག་སེམས་བསམ་བ་བཏང་བའི་སྐབས་ལ་ཉི་མ་གཅིག་གིས་བཟོ་ར་ཞིག་མ་གཏོགས་ཉི་མ་བཅུ་གིས་བཟོ་ར་ཞིག་མི་འདུག་བ། འོ་དེ་ཡང་མི་རྟག་པ་རེད་མི་རྟག་པའི་འདུ་ཤེས་སྐྱེ་དགོས་བ་ཡིན་ད་ཤི་ར་གལ་ཆེན་པོ་རེད། མི་བདག་ཟད་དོ་ཞེས་ར་གས་ཆེན་པོ་རེད། སྐྱེ་བ་ཤེས་པས་འཇིག་པ་ཤེས། འཇིག་པ་ཤེས་པས་མི་བདག་ཤེས། མི་བདག་ཉིད་ལ་འཇུག་ཤེས་པས་དམ་པའི་ཆོས་ནི་རྟོགས་པར་འགྱུར་ཟེར་མགོན་པོ་ཀླུ་སྒྲུབ་གསུངས་རེད། འོ་རེད་འདུག་ཨ། སྐྱེ་བ་ཤེས་པས་འཇིག་པ་ཤེས། འཇིག་པ་ཤེས་པས་མི་བདག་ཤེས། མི་བདག་ཉིད་ལ་འཇུག་ཤེས་པས་དམ་པའི་ཆོས་ནི་རྟོགས་པར་འགྱུར། སྐྱེ་བ་ཤེས་པ། སྐྱེ་བ། སྐྱེ་བ་ཟད་དེ་སྐྱེ་བའི་རང་བཞིན་དེ་ཤེས་དགོས་རེད་གསུངས་བ་རེད། སྤྱིར་སྐྱེ་བ་མཚན་ཉིད་པ་བཤད་ཟེར་གྱི་ཡོད་མ་རེད། སྐྱེ་བ་ཟེར་བ་དེ་སྐྱེ་བའི་རང་བཞིན་དེ་ག་འདྲ་ཞིག་འདུག་ས་བརྟག་དཔྱད་བཏང་དགོས་ཀྱི་ཡོད་རེད། སྐྱེ་བའི་རང་བཞིན་མ་ནོར་བ་ཚུལ་བཞིན་དུ་བཤད་ན་དེའི་དྲང་ཡོན་དུ་འཇིག་པ་ཟེར་གྱི་དེ་བཤད་ཀྱི་ཡོད་རེད་ད་ང་ཚོ་དུས་ཆེན་སྐྱེ་བ་ཤི་བ་ཟེར་གྱི་ཡོད་རེད་བ་འཇིག་པ་ཟེར་དེ་ཤི་བ་རེད། སྐྱེ་བ་ཤི་བས་འཇིག་པ་ཤི། འཇིག་པའི་རང་བཞིན་བཤད་ཡོན་དུ་ད་སྐྱེ་བ་དང་འཇིག་པའི་གི་ཚུལ་དེ་རྟག་པ་དང་བརྟན་པ་མིན་པ། བློ་ཡིས་ཉེ་བར་བརྟགས་པའི་རྟེན་ཅིང་འབྲེལ་བར་འབྱུང་བའི་གཅིག་འཇིག་ཟེར་ཏེ་རྟེན་ཅིང་འབྲེལ་བར་འབྱུང་བའི་ངང་ཚུལ་ཡིན་པ་ཤེས་ཡོང་དུས་ག་རེ་ཞིག་ཡོད་ཟེར་ན། མི་རྟག་མི་རྟག་པ་ལ་ཡང་དག་པར་ཤེས་ཐུབ་ཀྱི་ཡོད་རེད། མི་རྟག་པའི་འདུ་ཤེས་ཡང་དག་པར་རྒྱུད་ལ་སྐྱེ་ཐུབ་ཀྱི་ཡོད་རེད་གསུངས་པ་རེད། སྐྱེ་བ་ཤེས་པས་འཇིག་པ་ཤེས་འཇིག་པ་ཤེས་པས་མི་རྟག་ཤེས། མི་རྟག་ཉིད་ལ་འཇུག་ཤེས་པས་ཤེས་པས་མི་རྟག་དེ་འདྲ་ཞིག་གི་རྟགས། ཕྲ་བའི་མི་རྟག་པ་ལྟ་བུ་ཅིག་ལ་ཡང་བློ་ཡིས་ཉེ་བར་གཞོག་ཐུབ་ཡོང་དུས། དེའི་སྟོབས་ཀྱིས་རྟེན་འབྲེལ་གྱི་དོན་རྟོགས་ཐུབ་ཀྱི་ཡོད་རེད། རྟེན་འབྲེལ་གྱི་དོན་རྟོགས་ཐུབ་ཡོད་དུས་དེ་ལ་བརྟེན་ནས། དམ་པའི་ཆོས་ནི་རྟོགས་པར་འགྱུར། དེ་སྐབས་ལ་དམ་པའི་ཆོས་དེ་ཅིར་ཡང་འདོད་སངས་རྒྱས་ཆོས་དང་དགེ་འདུན་སེལ་ཡག་གི་ཆོས་དེ་མ་རེད། དེ་སྐབས་ལ་ཆོས་དེ། རྟེན་ཅིང་འབྲེལ་བར་འབྱུང་བའི་ཆོས། སྟོང་པ་ཉིད་ཀྱི་ཆོས། སྤྲོས་པ་དང་བྲལ་བའི་གྱི་ཆོས། གནས་ལུགས་ཀྱི་ཆོས་དེ་ལ། ཆོས་དམ་པའི་ཆོས་ནི་ཞེས་གསུང་གི་ཡོད་རེད་ཚིག་དེའི་སྐབས་ཀྱི་ཆོས་དེ། འོད་དུ་བ། འོ། དེ་འདྲ་ཡིན་དུས་དང་པོ་ང་ཚོས་སྐྱེ་འཇིག་གི་རང་བཞིན་དེ་ཤེས་དགོས་ཀྱི་འདུག་བ། སྐྱེ་འཇིག་གི་རང་བཞིན་གྱི་ཚུལ་དེ་རྟེན་ཅིང་འབྲེལ་བར་འབྱུང་བ་དང་སྦྱར་བྱས་ནས་ཡག་པོ་ཤེས་པ་ཡིན་ན་མི་རྟག་པའི་གི་འདུ་ཤེས་ཡང་དག་པ་ཞིག་རྒྱུད་ལ་སྐྱེ་ཐུབ་པ་རེད། མི་རྟག་པའི་འདུ་ཤེས་སེམས་ལ་སྐྱེས་ན་ཕན་ཐོགས་ག་རེ་ཡོད་ཟེར་ན་ད་ལོ་གཞུག་མ་བསྡད་ཡ། ལོ་གཉིས་བསྡད་ཡ། ལོ་བཅུ་ང་ཚོས་འཆར་གཞི་མང་པོ་ཞིག་རག་ཡོད་རེད་བ། འཆར་གཞི་མང་པོ་བཏིང་གི་ཡོད་རེད། འཇིག་རྟེན་པ་འི་ད་ལོའི་སྟེང་དེ་མཚམས་སམ་ནི་ཆོས་པ་ཚོ་འཆར་གཞི་དེ་ལས་མང་ང་འདྲ་ཞིག་མཐོང་གི་འདུག་བ། འོ་ཡོང་གི་ཡོད་རེད་ད། ཆོས་པ་ཚོ་འཆར་གཞི་མང་ང་ཡོད་རེད། འཇིག་རྟེན་པ་ཐམས་ཅད་དེ་པ་ཅི་སྣང་གཉིས་ཞེན་གཉིས་རྩ་གཅིག་གི་སེམས་ལྷོང་བར་དུ་མེད་པ་རེད་དེ་ཆོས་པ་དེའི་ལོ་གཞུང་མ། དེའི་ཡོ་གཞུང་མ་ཟེར་ནས་དེ་ཐོག་ཚང་མ་བཀོད་ཚར་བ་རེད་བ། པོ་སྒྲོལ་མ་ཞེས་གསུང་བ་ན་ཤི་སྙམ་ཡིད་ལ་མེད་པའི་ཕོ་རྒོད་ཀྱི་བཙན་པོ་ཟེར་བ་ཤི་བསམ་པ་བསམ་ན་རྩྭ་ཆུ་མི་འདྲི་བ་བདེ་བསམ་པ་མ་གཏོགས་མདུན་ལྡིང་མ་གཏོགས་འགྲོ་འདིང་རྩྭ་ནི་མེད་པ་རེད་ད་འབྲོག་པ་སྐད་རེད་ད་དེ་འབྲོག་པ། མདུན་ལྡིང་མ་གཏོགས་འགྲོ་འདིང་མི་འདུག་ཟེར་བ་རེད་ད་འགྲོ་ཡག་གི་བསམ་བློ་མི་འདུག་ཟེར་བ་རེད་བསྡད་ཡག་གི་བསམ་བློ་མ་གཏོགས་དེ་ནི་ང་ཚོ་ཆོས་ཡོང་གི་མ་རེད་བ། དྲན་ཡོད་དོ་ཆོས་བྱེད་པ་དང་སྐུལ་བ་ཞིག་དགོས་གི་འདུག་བ། རྗེ་བཙུན་མི་ལ་རས་པ་ཡང་ང་མཆེ་བས་འཇིགས་ནས་རི་ལ་བྲོས། ནམ་ཕྱེད་ཆ་མེད་བསྒོམ་བསྒོམ་ནས། ཕྱེ་མས་སྨྱུག་མའི་རྩེ་ས་ཟིན། ད་མཆེ་བས་འཇིགས་པ་ཕོར་ཏེ་ཐབ་ས་དང་པོ་ཁོང་འཆི་བ་ལ་འཇིགས་སྐྲག་ཅེས་ལོ་ཆོས་ཀྱི་སྐུལ་མ་དང་པོ་དེ། ང་མཆེ་བས་འཇིགས་ནས་ཟེར་དུས་ང་རང་ཚོ་ད་སྒོ་བསྟུད་ནས་གསུངས་པ་རེད། ང་རང་ཚོ་སོ་སོ་སྐྱེ་བོ་ཐ་མལ་པ་ད་སྒོ་བསྟུད་ནས་གསུངས་ཡོད་དུས་ཁོང་མཆེ་བས་འཇིགས་སོང། མཆེ་བས་འཇིགས་ནས་ག་བ་ཕེབས་པ་རེད་རི་ལ་བྲོས་པ་ཡིན། དེའི་ཚིག་དེ་ཐུགས་ལ་སིམ་ཡང་ལས་སླ་པོ་ཡོད་རེད་ལ་དེ་ལྕགས་སྐུ་ཡ་རེད་ལྕགས་སྐུ་བྱས་ཡ། རྟ་དེ་ཡག་པོ་མ་འགྲོ་ཡོང་དུས་ད་ནས་ལྕགས་བཙན་གྱི་དེ་བྱེད་ཀྱི་འདུག་ལྕགས་སྐུ་གི་འདུག་ཨ་ཧོ་དེ་ང་ཚོ་ལྕགས་བཏུག་པ་དང་རིག་པ་གྲོལ་འདེབས་པ་ཟེར་གྱི་རེད་དེ་ལ་མགུར་དེ་ཚོ་ནང་ལ་རིག་པ་གྲོལ་འདེབས་པ་རིག་པ་གྲོལ་འདེབས་པ་ཟེར་ཏེ་རིག་པ་ཡག་འདུག་ཟེར་སྐུ་ཡག་གོང་འཕེལ་དུ་བཏང་ཡག་ཨོ་རེད་ད་ཉན་མ་བསྡད་ཆོས་ཀྱི་དཔེ་ཟེར་ཏེ་སློབ་སྦྱོང་བྱེད་སྒོམ་རྒྱོབ་སེམས་གཡེང་མ་དེ་ཟས་ཀྱི་གཡོར་བ་འོ་དེ་ལ་གར་སིག་ཟེར་ན་རིག་པ་གྲོལ་འདེབས་པ། རིག་པ་གྲོལ་འདེབས་པའམ་སྐྱག་བསྐུལ་བ་དེ་ཡིན་དུས་སྐྱག་བསྐུལ་བ་ལ་དང་པོ་མི་ལ་རས་པའི་གར་སོང་དུ་ང་འཆི་བས་འཇིགས་ནས་རི་ལ་བྲོས་ཟེར་ཚིག་དེ་ཤེས་གྲ་གལ་ཆེན་པོ་རེད་ང་རང་ཚོ་ལ་མེད་དུ་མི་རུང་བ་དང་པོ་ནས་ལྟོགས་གཉིད་སྤྲོས་གྲ་ཟེར་བཤད་མ་བསྡད་པ་བྱས་རེ་བ་དེ་རེ་བ་དེ་འདྲ་བྱས་ལ་རྒྱ་བལ་ནི་ཡོང་ངོ་མ་རེད་འདི་འཇོན་རྒྱུ་མེད་པའི་ལས་ཀ་རེད་བ། སྟོང་ཉིད་རེད་བགྲོད་གྲྭ་རེད་དེ་ཤེས་དགོས་གི་རེད་ང་ཚོ་ཐོབ་བྱ་དེ་རེད་དེ་ཡིན་ན་ཡང་རྒྱ་བོད་བསྟན་པ་ལ་འཇུག་པ་ལ་ལམ་གྱི་རིམ་པ་ལ་འགྲོ་དགོས་གི་རེད་མ་གཏོགས་སྡོམ་པ་གསུམ་བཤད་ཡོང་དུས་དང་པོ་སོ་ཐར་སྡོམ་པ་གོ་གི་འདུག་ག་སོ་ཐར་སྡོམ་པ་ལ་བརྟེན་ནས་བྱང་སྡོམ་གོ་གི་འདུག་ག་དེ་ནས་སྔགས་ཀྱི་དམ་ཚིག་བཤད་གི་འདུག་ག་འོ་དེ་ཡིན་དུས་དེ་རྒྱ་བོད་བསྟན་པ་ལ་འཇུག་པའི་ལམ་གྱི་རིམ་པ་ལ་འགྲོ་དགོས་གི་ཡོད་རེད་བ་དེ་གལ་ཆེན་པོ་རེད་བ་དང་པོ་ནས་སྔགས་ཡིན་ཟེར་ཐོག་ཉམས་ཞན་ཡོང་གི་མི་འདུག་ག་རྒྱུད་རིམ་པ་ཞིག་ཏུ་མི་ནས་ཡང་བྱས་ནས་འགྲོ་དགོས་གི་འདུག་ག་འོ་དེ་འདྲ་ཡིན་དུས་ང་ཕྱི་བས་འཇིགས་ནས་རི་ལ་བྲོས། ད་རི་ལ་བྲོས་ཚར་ནས་ག་རེ་གནང་བསྡད་པ་རེད་ཟེར་ན། ནམ་ཕྱེད་ཆ་མེད་སྒོམ་སྒོམ་ནས་ཟེར་དེ་ང་ཚོ་གལ་ཆེན་པོ་འདུག་བ། སང་ཉིན་ང་ད་རང་སྔ་དྲོ་འདྲ་པར་ཅིག་ཡར་བཞེངས་པའི་སྐབས་སུ་ཡང་ད་བཀའ་གདམས་པའི་བླ་མ་ཚོས་གསུངས་པ་ལྟ་བུ་རེད་མདའ་དགོངས་ཤེས་མི་འདུག་ད་རིང་ཉིན་མ་གཅིག་ལས་ཡར་ཚད་ཅིག་ལྷག་འདུག་ཟེར་ད་རེད་བ། བསམ་བློ་ཐུང་ཐུང་བཏང་གི་འདུག་བ། བློ་ཐག་བློ་ཐག་ཐུང་ཐུང་རེད་འདུག་བ། ད་སྣང་བོ་ཞིག་མི་འདུག་ད་དེ་རིང་ཉི་མ་ཉི་མ་གཅིག་ཟེར་ན་མི་འདུག་དེ་རིང་ད་བསྡད་ཡག་གི་དུས་ཚོད་ཅིག་ཐོབ་ཤག་བསམ་ནས་དེ་རིང་གི་ཚེ་ལྷག་དེ་རིང་བྱེད་འདུག་ཟེར། དེ་འདྲ་གཅིག་གི་བསམ་བློ་བཏང་གི་ཡོད་རེད་བ། ང་རང་ཚོ། ད་ང་རང་ཚོ་ཟེར་ན་ང་འདྲ་བོ་ཆགས་ཆགས་པ་ཡིན་ན་དེ་འདྲའི་བསམ་བློ་བཏང་ཐུབ་ཀི་མི་འདུག་དྲང་པོ་ཞུ་དགོས་ཀི་རེད་བ། ད་གདམ་ངག་ནང་ན་བརྗེད་དགོས་རེད་གསུང་གི་ཡོད་རེད་དེ་ང་ཚོས་ད་ང་བྱེད་ཀི་ཡོད་མ་རེད། འཇོན་གྱི་ཡོད་མ་རེད་བསམ་བློ་དེ་འཁོར་གྱི་ཡོད་པ་རེད་དེ་ག་རེ་བྱས་ནས་མ་འཁོར་བར་ཟེར་ན་བག་ཆགས་ངན་པའི་དབང་དུ་སོང་ཡོང་དུས་དེ་འཁོར་ཐུབ་ཀྱི་ཡོད་མ་རེད་ད་ཆགས་པས་ཅིག་མཇལ་གདམ་ངག་ཅིག་མཇལ་ཡོང་དུས་ཨོ་དེ་རེད་འདུག་བ་བསམ་སོམ་ཅིག་ད་དེ་འདྲ་ཞིག་རེད་མ་གཏོགས་རྒྱུན་དུ་ནམ་ཞག་རྒྱུན་དུ་ང་རང་ཚོའི་སེམས་ལ་ཚུར་གྱར་མ་ཐུབ་ཡོང་དུས། མི་ལ་གཅིག་དགོས་རེད་གཉིས་དགོས་རེད་གསུམ་དགོས་ཟེར་བཤད་པ་མ་གཏོགས་སོ་སོའི་རང་མཉམ་ལ་ལེན་ཐུབ་ཀྱི་ཡོད་མ་རེད། གནས་སྟངས་དེ་འདྲ་གཅིག་གི་ནང་ནས་ང་ཚོ་ད་འགྲོ་བསྡད་ཀྱི་ཡོད་པ་ཡིན་དུས་མི་ལ་རེ་བས་ང་འཆི་བས་འཇིགས་ནས་རི་ལ་བྲོས། ནམ་ཕྱེད་ཆ་མེད་སྒོམ་སྒོམ་ནས་སྲིད་དུ་ང་རང་ཚོ་ཉམས་ལེན་གནང་བ་ལ་ད་ནམ་ཕྱེད་ཆ་མེད་སྒོམ་སྒུག་ཡོད་རེད། ག་དུས་ཤི་ཡོང་ངེས་པ་མེད་པ། ཡིན་ཞིང་མི་ཉིད་ན་བྱེད་ནི་ཤིན་པོ་བ། ད་ལྟ་ཐང་པོ་ཡོད་གཟུགས་པོ་བདེ་བོ་ཡོད། ཨ་མཆིས་ཁའི་ཆང་ད་ལྟ་སྙིང་དང་གློ་བ་མཆིན་པ་མཁལ་མ་རྒྱུ་མ་ཚང་མ་ཡག་པོ་འདུག། སྣང་བརྟག་རྩ་ནས་མི་འདུག་ཟེར་ལབ་པ་ཡིན་ན་ཡང་དེ་ལ་ཡིད་ཆེས་ཡ་མི་འདུག་བ། གསོན་པའི་རྐྱེན་ཉུང་ཉུང་རེད་འཆི་བའི་རྐྱེན་མང་པོ་རེད་མཚམས་མཚམས་མ་ང་ཚོ་གསོན་པའི་རྐྱེན་ཡང་འཆི་བའི་རྐྱེན་ལ་འགྲོ་གི་ཡོད་རེད་མཚམས་མཚམས་མ་ནི་གཟུགས་པོ་ཐང་པོ་ཡོད་གི་ཡོད་གི་ལ་འགྲོ་གི་ཡོད་རེད་དེ་འདྲ་ཡིན་དུས་ནམ་འཆི་ཆ་མེད། ཆུ་ཡི་ལྦུ་བ་ལྟ་བུ་རེད་བ། ཆུ་ཡི་ལྦུ་བ་ལྟ་བུ་དང་རླུང་གསེབ་ནང་གི་མར་མེ་ལྟ་བུ་རེད། རྟག་པ་དེ་འབའ་གང་ཡང་ཡོད་མ་རེད་བསམ། ད་ག་དུས་ཤི་ཡོང་ངེས་པ་ཡོད་མ་རེད་བསམ་བས་ཀྱི་བློ་སྣ་ཐུང་ཚེ་བྱེད་ཀྱི་ཡིན་ན་དེ་ག་རེ་ཕན་དགོས་ཟེར་ན་བློ་ཆོས་ལ་འཇུག་པ་ལ་གྲོགས་བྱེད་ཀྱི་རེད། ང་ཚོ་བློ་སྣ་རིང་པོ་ཞིག་བྱས་ལོ་ཞུགས་མ་བསྡད་ཡ་ལོ་དེའི་རྗེས་མ་བསྡད་ཡ་དེ་ནས་དེ་ལ་འཆར་གཞི་མང་པོ་ཞིབ་ཅེས་བརྩམས་ནས་སྔ་དྲོ་ཉིན་གུང་ཕྱི་དྲོ་དབྱར་ཁ་དགུན་ཁ་སྟོན་ཁ་དེ་ཚོ་ཐམས་ཅད་ལ་འཆར་གཞི་མང་པོ་ཞིག་བརྩམས་ནས་བསྡད་པ་ཡིན་དུས

གནས་ལུགས་མཉམ་པ་ཉིད་ཅན་ངང་དུ་བཞག་ཡ་སྟེ་བྱམས་པ། སྙིང་རྗེ། བྱང་ཆུབ་ཀྱི་སེམས། བདག་མེད་པར་རྟོགས་པའི་ཤེས་རབ་ལ་སོགས་པ་དེ་ཚོ་ལ་ཡང་ག་ཚོད་ཐུབ་ཐུབ་དགོངས་ཀྱི་ཡོད་རེད་ག་རེ་ཅན་དུ་དགོངས་པ་རེད་ཟེར་ན་ད་ག་དུས་ཤེས་ཡོང་ཏན་ཏན་ཡོང་མ་རེད་བ། ད་ཤེས་ཚར་ན་བར་དོར་ཡང་འགྲོ་ཡོང་ག་བར་འགྲོ་ཡོང་ང་ཚོར་ངེས་པ་མི་འདུག་བ། ཤེས་ཚར་བའི་ཤུགས་ཏུ་ལ་རང་ལ་རང་དབང་ཡོད་མཁན་ཞིག་ཡིན་ན་ནི་འགྲིག་གི་འདུག་ང་གཞི་ཚ་ནས་འདས་འགྲོ་གི་ཡིན་ཡག་གི་འགྲོ་གི་ཡིན་ཟེར་ཡག་ཅིག་གང་འགྲོ་ག་དུས་ལ་རང་དབང་ཡོད་མཁན་ཞིག་ཡིན་ན་ནི་གནས་ཚུལ་ལོག་ཀ་རེད་ད་དེ་འདྲའི་ཆེ་མེད་ཚ་བའི་ཞུ་གུ་དེ་ལ་ང་ཚོ་སེམས་ལ་སྐྲག་གུ་གུ་འདུག་བ་ཤི་ཡོང་བསམ་ནས་སྨན་བཅོས་བྱས་གང་ཐུབ་ཐུབ་རིམ་གྲོ་བྱས་ན་ཨེ་དྲག་སྨན་བཅོས་བྱས་ན་ཨེ་དྲག་ཐབས་ཡོད་རྒུ་རྩལ་སྤྲུག་བྱས་ནས་གང་ལྟར་ཅིག་གིས་འཇིག་རྟེན་གྱི་ཁམས་འདི་ན་འོང་ལ་ཡ་ཟླ་བ་གཅིག་ཡིན་ན་རེད་ལོ་གཅིག་ཙམ་ཡིན་ན་ཡང་བསྡད་རྒྱུ་བྱུང་ན་བསམ་པའི་གི་རེ་བ་དེ་རྒྱག་གི་ཡོད་རེད། རེད་བ། ཡིན་ན་ཡང་འདི་སྡོད་པའི་རིང་ལ་དོན་ཡོད་པའི་བྱ་བ་གཅིག་ཅག་བྱས་ཡོད་མ་རེད། འདོད་ཆགས་ཞེ་སྡང་གཏི་མུག་ང་རྒྱལ་ཕྲག་དོག་ཟབ་མོ་སྣང་ལ། དེ་ནི་ལུས་ཀྱི་བྱ་བ་ཡིན་ན་ཡང་སྤྱོད་ལམ་ཕྱིན་ཅི་ལོག་པ། ངག་གི་སྐད་ཆ་ཅིག་བཤད་ན་ཡང་སྐད་ཆ་སྡུག་ཅག། ཕ་རོལ་པོ་འོད་ཀྱི་སེམས་ལ་ཕོག་ཡག། རེད་འདུག་ག། ཆོས་དང་མཐུན་པའི་གཏམ་གཅིག་ཡང་བཤད་ཡ་ཡོད་མ་རེད་ང་ཚོས་ཆོས་པ་ཐམས་ཅད་རུ་རུ་བྱེད་པའི་བཀའ་སྲོལ་ལ་དགའ་བ་ཅི་འདྲ། ད་ཀོ་ར་འགྲོ་གི་ཡོད་རེད་ཀོ་ར་འགྲོ་བའི་བཀའ་སྲོལ་ལ་ཅིག་ཡག་པོ་ཞིག་ཉན་ད། ཆོས་ཀྱི་འབེལ་གཏམ་བྱེད་མཁན་ཧ་ཅང་ཡོད་མ་རེད། ཡ་གི་ཨ་མ་དེ་གཅིག་འགྲིག་གི་མི་འདུག་མ་གི་ཨ་ཕ་དེ་གཅིག་འགྲིག་གི་མི་འདུག་ཕ་གི་ཚོང་ཁང་དེ་བོང་གུ་ཐོན་ས་འདུག་མ་གི་ཁང་དེ་ཅི་རེད་ས་འདུག་ད་དེ་འདྲ་རྐྱང་རྐྱང་མ་གཏོགས་ཟེར་གྲ་འགྲིག་པ་དང་ཡག་པོ་ཅིག་རྩ་ནས་བཤད་ཡ་མི་འདུག་བ། ཡོད་མ་རེད་ད་སྐོར་ར་རུལ་དུས་ང་ཚོ་སྐད་ཆ་གོ་གི་རེད་བ། ཨོ་དེ་འདྲ་རེད་ཡག་པོ། དེ་སྐོར་ར་འགྲོ་དུས་ཚན་པ་ལ་གཟུགས་པོ་སྐོར་ར་འགྲོ་གི་རེད་དེ་ཁ་ནས་སྐད་ཆ་གང་བྱུང་མང་བྱུང་བཤད་ལྟོས་ར་སྨད་ར་ཡག་པོ་སྡུག་པོ་ཕ་གི་ཡག་པོ་འདི་སྡུག་ད་དེ་འདྲ་གི་ཐོག་ནས་སྐོར་ར་འགྲོ་དུས་ཚན་པ་ལ་ཆོས་རྣམས་དང་ཆ་མ་མཚུངས་བ། འོ་དེ་འདྲ་ཡིན་འདུག་བསམ་པ་ལྟར་རྗེ་བཙུན་མི་ལ་དེ་འདྲ་མ་རེད་བ། ཀོ་འཆི་བས་འཇིགས་ནས་སྦྲུལ་ལ་བྲོས་པ་རེད། ནམ་ཚེ་ཆ་མེད་བསྒོམས་པ་རེད་བསྒོམས་ནས། ནམ་ཚེ་ཆ་མེད་བསྒོམས་བའི་བློ་ཚོར་ལ་ཉམས་ལེན་ག་རེ་གནང་བར་ཟེར་ན་དེ་ནི། ཞེས་ནན་ནས་གསུངས་པ། ལྷང་ལྷོང་ནས་གསུངས་པ། དང་པོ་སེམས་ཉེ་བར་བཞག། སེམས་ཉེ་བར་བཞག་ནས་རྣམ་པར་རྟོག་པའི་ཚོགས་ཐམས་ཅད་ཚུར་མ་ཞི་ཚར་ནས་དེ་ཡི་སྟེང་ལ་དེ་ནི་ལྷག་མཐོང་བདག་མེད་རྟོགས་པའི་ཤེས་རབ་བསྒོམ། བདག་མེད་པ་རེད་ཟེར་བ་ང་རང་ཚོ་བདག་མེད་ད་ཁ་ཚང་ཞུས་པ་ཡིན་པ་བདག་མེད་པ་རེད། ང་ཟེར་ཅིག་ང་ཚོ་ཚང་མའི་དཀའ་ངལ་བཟོ་མཁན་དེ་ང་ཟེར་དེར་བ་འདུ་ཤེས་དེ་རེད། ང་ང་ང་གྲ་མ་འགྲིག་ང་དེ་ཅིག་དགོས་ཀྱི་འདུག་ང་ཡག་པོ་དགོས་ཀྱི་འདུག་ང་ལ་སྙན་གྲགས་དགོས་ཀྱི་ཡོད་ང་ལ་བསྟོད་ར་དགོས་ཀྱི་ཡོད་ང་ལ་རྒྱུ་དང་ལོངས་སྤྱོད་དཔལ་འབྱོར་དགོས་ཀྱི་ཡོད་ང་ལ་འཁོར་ལྷོ་མ་མང་པོ་དགོས་ཀྱི་ཡོད་ཟེར་ད་དེ་འདྲའི་གི་བསམ་བློ་ཅིག་ད་འཇིག་རྟེན་པ་ཐམས་ཅད་ད་བཤད་མ་གོ་རེད་རེད་བ། ང་ཚོ་ཆོས་པ་ཅིག་ཡིན་པའི་ཆ་ནས་ཡང་ཆོས་རྣམ་དག་བྱེད་མཁན་རེད་ཀ་ལེ་ཁ་པོ་རེད་བ། ང་ཚོ་ཆོས་བྱེད་དགོ་རེད་ཟེར་ཡ་དེ་བླ་མ་གོང་མ་ཚོ་གིས་ག་རེ་གསུང་གི་ཡོད་རེད་ཟེར་ན་ཆོས་རྣམ་དག་ཅིག་བྱེད་དགོ་རེད། ཆོས་གཤའ་མ་ཞིག་བྱེད་དགོ་རེད་ཆོས་བསྒྲུབ་ན་བསྒྲུབ་ན་ཆོས་རྣམ་དག་ཅིག་ག་སེ་མ་བསྒྲུབ་ན་བཞག་ཞོག་གསུངས་པ་རེད། ག་སེ་མ་བསྒྲུབ་ན་ཟེར་དུས་རྒྱུན་རྒྱུ་མེད་པའི་གེ་མིང་གཏམ་ཆེན་པོ་ཅིག་གིས་བྱས། རྒྱུན་རྒྱུ་མེད་པའི་གེ་ལྟ་སྒོམ་གི་སྐད་ཆ་མཐོན་པོ་ཅིག་གིས་བྱས་ལ་ལན་དེ་འཇིག་རྟེན་པ་ཆགས་སྡང་ཆགས་སྡང་ཁོ་རང་གི་ཐོག་ལ་ཁོ་མོ་སྤྱོད་ལ་ན་དེ་ཆོས་དེ་མ་བྱས་ན་ཡག་གི་རེད་གསུང་གི་ཡོད་རེད་དེ་ཆོས་རྣམ་དག་ཅིག་བྱེད་པའི་སྐབས་སུ་དུས་ཚོད་འཕྲོ་བརླག་འགྲོ་གི་མ་རོག་དེ་ཡིན་དུ་ད་ག་ཚོད་དགོངས་པ་ཡིན་ན་ཡང་ཅིག་ཁ་དོན་མང་པོ་ཅིག་བསགས་མ་ཐུབ་ན་ཡང་ག་དུས་ཡིན་ན་ཡང་སེམས་དེ་ལ་བསམ་བློ་ཞིག་བཏང། ཞི་གནས་སྒོམ། རེད་འདུག་ག། བསྟན་བྱའི་བསྟན་མའི་ངོ་བོ་གཉིས་ཀྱི་དེ་ཚོ་རེ་སྒོམ་དགོས་ཡ་དེ་ཡང་སེམས་དེ་མ་གནས་མ་ཐུབ་དགོས་གི་ཡོད་རེད་སེམས་ཀྱི་དཔང་དེ་མ་བལྟས་ཚེ་དམའ་རུ་འགྲོ་ཐུབ་དགོས་གི་ཡོད་རེད། རྣམ་རྟོག་ཤུགས་ཆེན་པོ་དེ་ཚོ་བྲལ་ཏེ་རྣམ་རྟོག་དེ་བལྟས་ཚེ་མ་ཤུགས་ཆུང་དུ་བཏང་ཐུབ་ཡ་རེད་ང་ཚོ་ཆོས་པ་ཚོ་གི་ལས་འགན་ཆེ་ཤོས་ལས་འགན་ཆེ་ཤོས་ནང་གི་ཆེ་ཤོས་དེ་རེད་ད། ཁ་དོན་མང་པོ་ཅིག་བསགས་བསྡད་པ་བསམ་བློ་རྩ་ནས་མ་བཏང་བ། ཀུན་སློང་ཡང་དག་པ་རྩ་བ་ནས་མེད་པ་ལ་ཁ་དོན་པོ་ཏི་རྩ་ཞིང་པོ་ཏི་གཉིས་གསུམ་ཞིག་འདོན་བསྡད་པ་ཡིན་ན་ཡང་ང་ཚོ་ལ་ཕན་ཐོག་ཡོད་ཡང་དེ་དེ་ཙམ་ཞིག་རེད་དཀའ་ལས་ཁ་པོ་རེད། རེ་བ། སེམས་བྱང་ཆུབ་ཀྱི་སེམས་དང་མ་འབྲེལ་བའི་སྐོར་ཨ་ཉི་མ་རེ་ལ་ཡ་འཕགས་པ་གཞུང་གི་མཐའ་སྐོར་དེ་ཉིན་ཞུགས་སུམ་ཅུ་བརྒྱབ་བསྡད་པ་ཡིན་པ་ཡིན་ན་ཡང་ཕན་ཡོན་རྩ་བ་ནས་མེད་པ་དང་མ་རེད་དེ་ཡིན་ན་ཡང་ཆོས་ནས་བཤད་པའི་ཕན་ཡོན་རྣམས་ད་ལྟའི་ཐོབ་གི་ཡོད་མ་རེད་ད་དེ་ལས་སེམས་ཏེ་ཆགས་སྡང་གི་ཁོང་ཁྲོ་ལ་སོགས་པ་སྐྱེ་ཡོང་དོན་མ་གྱུར་ཚེ་ཧ་གོ་བ་བྱས་ཏེ་ད་ཞེ་སྡང་སྐྱེས་སོང་ཨང་དེ་ཁོང་ཁྲོ་སྐྱེས་སོང་མི་གཅིག་གི་ཕ་འདས་ཚོས་གཏམ་ངན་པ་གཅིག་གིས་གནང་ཡོང་དུས་གཏམ་ངན་པ་གནང་བ་ལ་བརྟེན་ནས་རྐྱེན་དེ་ལ་བརྟེན་ནས་ང་ཚོ་ཞེ་སྡང་སྐྱེ་གི་ཡོད་རེད་པ་ད་དེའི་སྐབས་སུ་གཟབ་གཟབ་བྱེད་དགོས་ཀྱི་ཡོད་རེད། སྐྱོན་བརྗོད་ལས་བསྲུང་བ་ན་བདག་གི་བག་ཡོད་ཅེས་དྲན་ཤེས་བྱས་ནས། འཁོར་བ་ཐོག་མ་མེད་པ་ནས་ད་ནི་ཞེ་སྡང་ཁོང་ཁྲོ་ཕྲག་དོག་ད་དེ་འདྲའི་ཅིག་གི་བློ་ལ་འགྲོ་གི་ཡོད་པ་ཡིན་དུས་ད་རན་ད་ང་ཚོ་ཅིག་གི་མི་ཚེ་འདི་དོན་ལྡན་ཅིག་བཟོ་དགོས་ཀྱི་རེད་སྐྱེ་བ་ཕྱི་མ་ལ་འགྲོ་བའི་སྐབས་སུ་ལ་སེམས་ལ་འགྱོད་གདེང་མེད་པ་ཅིག་དགོས་ཀྱི་རེད་བ་འགྱོད་པ་མེད་པ་འཇིགས་སྐྲག་མེད་པ་ཅིག་བློ་བདེ་པོ་བྱས་ནས་འགྲོ་རྒྱུ་ཡོད་པ་བྱུང་ན་ཉི་ཟེར་ནང་ལ་འཛུམ་པོ་ལེ་བྱས་ནས་བ་ཡི་བ་ཡི་ཟེར་འགྲོ་ཡ་བྱུང་ན་དེ་སྐྱིད་པོ་འདུག་བ། དེ་སྤྱོད་པ་དེ་དགོས་པར་བ་དེ་འདྲ་ཡོད་དེ་ཡོང་ཡ་ལ་ད་ཐབས་གཅིག་མ་གཏོགས་ཡོད་མ་རེད་དཔལ་འབྱོར་ལོངས་སྤྱོད་ཡོད་ན་ཡང་ང་ཚོ་ཤི་བ་ལ་ནི་ཕན་གི་མི་འདུག་མིང་སྙན་གྲགས་འཛམ་བུ་གླིང་ལ་ཡང་སྐད་གྲགས་ཡོད་པའི་གི་མི་ཞིག་ཡོད་པ་ཡིན་ན་ཡང་ཤི་བ་ལ་ལས་པའི་ག་ཚོད་ཕན་ཐོག་གི་མི་འདུག་རེད་བ་འཛམ་བུ་གླིང་གི་ལོངས་སྤྱོད་དཔལ་འབྱོར་ཚང་མ་དེ་ང་རང་ལ་དབང་ན་ཡང་ཤི་བའི་སྐབས་སུ་ལ་གང་ཡང་གང་ཡང་ཕན་གི་མི་འདུག། དེ་ག་རེ་ཕན་གི་འདུག་ད་ཕན་ཐོགས་མི་འདུག་ཨ། ད་ཤི་བའི་སྐབས་སུ་མཉམ་དུ་ག་རེ་འགྲོ་གི་རེད་ཟེར་ན་ལས་དགེ་སྡིག་བསགས་བཞག་པའི་འབྲས་བུ་དེ་ང་ཚོ་མཉམ་དུ་འཁེལ་ཡ་རེད་དེ་ལ་ནི་རྫུན་བཤད་ས་ཡང་མི་འདུག་དེ་ལ་ནི་མགོ་སྐོར་བཏང་ས་ཡང་མི་འདུག་འཇིག་རྟེན་ཁམས་ལ་བསྡད་པའི་སྐབས་སུ་མི་ལ་མགོ་སྐོར་བཏང་ཡང་ལས་སླ་པོ་འདུག་རེད་བ། ཚིག་སྐད་ཆ་སྙན་པོ་གཅིག་བཤད་ན་ཡང་མི་མགོ་སྐོར་ཐུབ་གི་རེད་རྣམ་འགྱུར་བཟང་པོ་ཞིག་བསྟན་ན་ཡང་མགོ་སྐོར་ཐུབ་གི་འདུག། དང། ཕྱི་ཟླ་གཤིན་རྗེན་གྱི་དུས་ཚོད་སླེབས་པའི་སྐབས་སུ་ཕྱི་ཟླ་གཤིན་རྗེན་ཐུག་རེ་འདུན་ཨང་འགོག་པ་ཡང་གི་དུས་ཚོད་མི་འདུག་བ། འོ་དེ་འདྲ་ཡིན་དུས་ད་ལྟ་སོ་སོ་ལ་ཡང་དབང་ཚད་ཡོད། དུས་ཚོད་ཡོད། ཁོམ་པ་ཡོད། སོ་སོ་ལ་ཡང་རྣམ་དཔྱོད་ཞིག་ཡོད་དགོས་འདུག་བ་རྣམ་དཔྱོད། དེ་བྱས་ན་འགྲིག་གི་རེད་དེ་མ་བྱས་ན་ཡག་པོ་འདུག་དེ་བྱས་ན་ཡག་གི་འདུག་བསམ་པའི་གེགས་གཅིག་སྤང་བླང་གི་རྣམ་གཞག་དང་འདུ་ཤེས་ཅིག་གུ་གུ་རེ་བ་ཆོས་པ་ཟེར་ཡ་དེ་དེ་འདྲ་ཞིག་མ་རེད་བས་རེ་བ་ཡ། ཆོས་བྱེད་ཟེར་བའི་སྐབས་སུ་ལ་ལྟས་རྩེ་གཅིག་རུང་བ་དང་མ་རུང་བ་དང་ཆོག་པ་དང་མ་ཆོག་བ་སངས་རྒྱས་དབྱེ་བ་ཚེ་རྩ་བ་ཉིད་ན་མེད་ན་གང་བྱུང་མ་བྱུང་བྱས་པ་ཡིན་ན་དེ་ཆོས་པ་ཡོང་གི་མ་རེད་བ། དེ་འདྲའི་ཡིན་དུས་ད་སེམས་དེ་ག་ཚོད་ཡིན་ན་མ་སྤང་དམའ་རུ་བཏང་ཐུབ་ཡ། རྣམ་རྟོག་ག་ཚོད་ཅིག་མང་པོ་སྐྱེ་གི་ཡོད་པ་དེ་དེ་ཚིག་དེ་ལས་ང་ཚོ་བསམ་བློ་བཏང་བྱས་ནས་ད་ང་ད་རེས་ཉམས་ལེན་དེ་གཙོ་བོ་དེ་རྣམ་རྟོག་ལ་ཡ་གདུག་སེལ་གདོང་ལེན་བྱས་ནས་ལས་ཀ་བྱེད་ཡ་དེ་ཡིན། ད་དེ་ལ་ཆགས་སྡང་གི་རྣམ་རྟོག་ཡིན་ན་རེད་དགེ་བའི་རྣམ་རྟོག་ཡིན་ན་རེད་ལུང་མ་བསྟན་གྱི་རྣམ་རྟོག་ཡིན་ན་རེད་རྣམ་རྟོག་གང་སྐྱེས་སོང་ན་ཡང་དེ་མ་ཐག་ཏུ་དེ་སྐྱོན་རེད་དེ་ཡག་པོ་རེད་བསམ་པའི་འདུ་ཤེས་དེ་མེད་པར་བྱས། ཡིན་ན་ཡང་རྣམ་རྟོག་སྐྱེ་བའི་སྐབས་སུ་ལ་རྣམ་རྟོག་དེ་ལ་ཡང་ཅེར་གྱིས་ལྟ། དེ་གལ་ཆེན་པོ་རེད་བ། རྣམ་རྟོག་ལ་ཡང་ཅེར་གྱིས་ལྟ། རྣམ་རྟོག་ལ་སྤྱིར་ཇི་ལྟར་ན་ག་རེ་ཕན་ཐོགས་ཡོད་རེད་ཟེར་ན། དེ་ནི་རྣམ་རྟོག་གིས་རང་ལ་གནོད་ཐུབ་བོ་མ་རེད་ད་དེ་རེད་ཁེ་བཟང་འདྲ་བོ་དེ། དེ་མེད་ན་རྣམ་རྟོག་ལ་སྤྱིར་ཇི་མ་ལྟར་ན་རྣམ་རྟོག་གི་རྗེས་སུ་ང་རང་རང་དབང་མེད་པར་འགྲོ་བཞག་གི་རེད། འགྲོ་བཞག་ན་རྣམ་རྟོག་གིས་ང་རང་ལ་ཡར་སྡུག་པོ་བཏང་གི་རེད། རེད་དོ། ལྷག་པར་དུ་མི་དགེ་བའི་རྣམ་རྟོག་ཞེ་སྡང་ཁོང་ཁྲོ་སེང་སྟེ་ང་ཚོ་མི་ཚེའི་ནང་ངོ་ལ་ཡང་རྣམ་རྟོག་མང་ང་སྟེ་དེ་ཡོང་གི་ཡོད་རེད། ཕྲག་དོག། འདོད་ཆགས། སེར་སྣ། ང་རྒྱལ་ད་མང་པོ་ཅིག་ཡོང་བསྡད་ཀྱི་ཡོད་རེད་བ། འགྲན་སེམས།

རྣམས་ཀྱིས་ཆ་མེད་བསྒོམས་བསྒོམས་ནས་ད་ཅི་མིན་སྨྱུག་མའི་བཙན་ས་ཟིན་ཟིན་སྨྱུག་མའི་བཙན་ས་ཟིན་སོང། ཅི་ཞིག་ལ་རང་དབང་ཐོབ་པ་རེད། རེད་བ། ཕུང་པོ་འདོར་ནས་རྣམ་ཤེས་ཐོན་སོང་ན་ཡང་འཇིགས་སྐྲག་མེད་པ་རེད། གང་འགྲོ་ག་འདོད་ལ་རང་དབང་ཐོབ་པ་རེད། ཤི་ནས་གང་འགྲོ་ག་འདོད་ལ་རང་དབང་ཐོབ་ཚར་ན་ཡང་སྐྲག་དགོས་མི་འདུག་བ་ཅི་མིན་སྨྱུག་མའི་བཙན་ས་ཟིན་ད་ཆེ་བའི་འཇིགས་པ་བོར་ཏེ་ད་ཤི་ཡ་ལ་སྐྲག་གི་མེད་སོང་བ་རེད། འོ་དུས་རེད།